ཞུས་དུས་སྐྱོན་འགའ་བཟོད་ཐུབ་ལ། བཀའ་དྲིན་ཚོགས་སུ་ཆུགས། ནང་སྲིད་ལས་ཁུངས་སྤྱི་ལོ་ཉིས་སྟོང་ཉེར་གསར་གཉིས་རྩ་ཟུང་ལས་དོན་སྙིང་བསྡུས་ཐུགས་ལ་ཡར་དྲན་ལས་འཆར་བཞིན་ཞུ་གི་ཡོད། དེ་ནས་དེ་རིང་དེ་ཡི་ཞུ་ཡ་དེ་ག་ཚོད་ཕན་གི་ཡོད་ན་ཧ་གོ་མི་འདུག་དེ་ཕན་པ་མེད་ན་བསམ་པ་བྱས་ནས་མང་པོ་ཅིག་གི་རེ་སྐུལ་དང་དེ་ཡི་རེ་བ་ཆེན་པོ་བཅས་བྱས་ནས་ཨ་ནེ་གྲོས་ཚོགས་རིམ་པ་ལ་མང་པོ་ཅིག་ཡི་ག་གཉིས་ཐོག་ལ་ཞུ་ཡ་དང། ང་ཚོ་ཡིན་ན་མི་མང་གི་སྐུ་ཚབ་ཅིག་ཡིན་དུས་དེ་འདྲའི་ཤོད་ཡོང་དུ་ག་ལ་འོང། དེ་རིང་དེ་ལ་ཆགས་ཞེན་གྱིས་ལན་ཡང་བརྒྱ། དེ་ནས་དཔལ་ལྡན་ནང་སྲིད་ལས་ཁང་ལ་ཡང་དྲན་གསོའི་ཅིག་བཏང་ནས་དེ་འདྲའི་ཞུ་ན་བསམ་པ་བྱུང་སོང། ཞུ་ཡག་དེ་ཡང། དེ་ནས་བོད་ནས་ཕྱི་འབྱོར་གྱི་དང་བའི་སྡོད་ཁང་ད་ལྟ་ཚོ་གང་ལ་གང་འཚམ་ཅིག་ད་ལྟ་བར་དུ་རྒྱ་གྱུར་རེད། རྒྱ་བྱ་བ་དེ་བཀའ་ཤག་གང་མང་པོ་གྱིས་ངོ་ནས་འགན་ཁུར་ཆེན་པོ་དང། དགོངས་པ་རྒྱ་ཆེན་པོ་བཞེས་བྱས་ནས་དེ་འདྲའི་གཟིགས་འདུས་དཔེ་ཡག་པོ་རེད་འདུག། ད་ད་ལྟ་ཡིན་ན་མང་པོ་གྱི་ལྷག་བདེ་བ་དེ་ཚོར་ཐུག་ལ་ཡ་ཨ་ནས་ངེས་པར་དུ་མི་སྣའི་ཐུགས་ཁུར་བཞེས་བྱས་ནས་དེའི་ཐོག་ལ་ཤུགས་རྒྱག་དགོས་དགོས་འདུག་འབད་བརྩོན་བྱེད་དགོས་དགོས་འདུག་དཔེ་གནད་འགག་ཆེན་པོ། ང་རང་ཚོ་བོད་ཀྱི་རྩ་དོན་ཡིན་ན་རེད་གང་རེད་ཡིན་གཅིག་ཐོག་ལ་གཞི་གཉིས་ཀྱི་གནད་དོན་གཅིག་དང་འབྲེལ་བ་དང་རྒྱལ་སྤྱི་ཀྱི་གནད་དོན་དང་འབྲེལ་བ་དེ་གནད་འགག་ཆེན་པོ་ཆགས་བསྡད་འདུག་ང་ཚོའི་བཙན་བྱོལ་ནང་རང་ཡུལ་པའི།

དངོས་གནས་ཀྱི་འདི་ཟུར་ཀའི། རང་དབང་དེ་ག་འདྲ་ཅིག་བདག་པོ་བྱེད་སར་ག་སའི་ལྷ་མོ་སྤྱོད་ཚོགས་གསོན་པའི། ལ་ལན་རྒྱ་སྤྱིའི་ཀ་ནི་རྒྱ་སྐྱོར་བྱེད་ངེས་རེད་ང་རང་ཚོ་གཞིས་ལུས་མི་མང་ཡིན་ན་དེ་འདྲའི་སྲུང་དམག་གི་ཅིག་སར་ནང་ལ་ཡ། དངོས་གནས་ཀྱི་སེམས་ཤུགས་ཆགས་ཡ་ཉེན་ཁ་འདུག། དེ་བྱེད་དུས་རྩ་ནས་དེ་འདྲའི་གི་ཐུགས་ལ་ད་ལྟ། ཨ་ནི་བོད་མི། གཞིས་ལུས་ཀྱི་ཨ་ནི་ཁོང་པ་ད་ལྟ་དེ་འདྲ་དེ་ས་དེ་ཚོ་ཨ་ནི་རྒྱབ་ཡ་དེ། ད་ད་ལྟ་དཔེ་ན། རྡ་རམ་ས་ཁུལ་གྱི་དེ་ནི་ནོར་བུ་གླིང་ཁ་ཡིན་ན་ཡང་རེད། དེ་ནང་བཞིན་ལྡི་ལི་རིགས་དེ་དང་དེ་འདྲ་བའི་སྐད་ནི་མང་པོ་ཅིག་ཡོད་རེད་དེ་སུའོ། ད་ལྟ་དུས་ཚོད་གནས་སྟངས་ད་ག་འདྲ་འདྲ་ཅིག་མ་འོངས་པར་རེ་བ་ག་ཚོད་འདུག་ཨ་ནི་ག་ཚོད་རེ་བ་མེད་པ་ཡིན་ན་ད་ཡིན་ཡང་རྩ་ནས་རེད་མི་འདུག་པ་གསལ་བོ་ཅིག་བྱས་བཞག་ན་ཁོ་རང་ཚོ་ཡིན་ན་ཁོ་རང་ཚོ་གི་ཅིག་གསུང་ནང་བཏང་ནས་ཁོ་རང་ཚོ་གི་ནུས་པ་ལ་དཔག་པའི་ཅིག་གི་ཨ་ནི་ཅིག་ལས་ཀ་ཅིག་བསྒྲུབ་འགྲོ་རྒྱུ་རེད་ལས་ཀ་ཅིག་འབད་བརྩོན་བྱེད་རྒྱུར་མ་གཏོགས་གལ། རེ་བ་བྱས་བྱས་བྱས་ནས་ཨ་ནི་དེ་ཙམ་ཡང་ཡང་མེད་བ། ལས་ཀ་གཞན་པ་ཅིག་ཐོག་ལ་གོམ་པ་བརྒྱབ་ནས་དེ་འདྲ་འགྲུབ་མ་ཐོག་བ་དེ་འདྲ་དཀའ་ངལ་འཕྲད་བསྡད་ཀྱི་འདུག་དེ་འདྲ་བྱེད་དུས་ཙམ་ནས་དེའི་གི་ད་ཁོང་པ་དེ་ཚོ་ད་མ་འོངས་པ་ད་ད་ག་འདྲ་ཡོང་ས་རེད་ག་འདྲ་ཆགས་ཡོད་རེད་དེའི་ཐོག་ལ་མ་གསལ་བོ་བྱས་ནས་གསུང་ཐུབ་པ་ཡིན་ན་དཔེ་ཡག་པོ་འདུག་དེ་ཅི་ག་འདྲ་གནས་སྟངས་ཡོད་རེད་ག་འདྲ་ཞུ་ཡ་ཅི་ཡིན་དེ་ནས་གལ་ཆེ་ཡ་ཅིག་དེ་ད་ད་བ་ཡིན་ནང་གི་བོད་པ་དེ་ཚོ་གང་ཅིག་གི་ཐོག་ལ་དངོས་གནས་ཀྱི་མཐོ་གཏོང་མེད་ཨ་དང་དཀའ་ངལ་མང་པོ་ཅིག་འཕྲད་བསྡད་བ་ཅིག་རེད། ལྷག་པར་དུ་ད་ལྟ་རྒྱལ་རིགས་བོད་མི་ཚོའི་བདེ་དཔུང་བདེ་སྲུང་སྤྱི་ཁོ་རང་ཚོ་གི་ལམ་ན་ས་ཞག་འདི་འདྲི་ཅིག་ལ་ཡང་བོད་མི་སྒྲིག་འཛུགས་ཀྱི་ཅིག་འགན་ཁུར་ཅིག་ལས་ཀ་བྱས་ན་ཡོང་ས་རེད་འགྲོ་ས་རེད་གཞུང་ལ་ཞུ་ས་རེད་ཟེར་འདྲི་ཅིག་ཅིག་བསམ་ཚུལ་གཏན་ངེས་མང་པོ་འདུག་ཡིན་ན་ཡང་ང་རང་ཚོ་གི་དེ་སྙམ་མ་ཐག་བ་དང་དགའ་ཆེ། ད་ལྟ་བར་དུ་དེ་འདྲི་ཅིག་ལྷག་བསྡད་བ་དེ་གནད་འགག་ག་རེ་ཡིན་པ། དེ་བལ་ཡུལ་ལ་ཡོད་པའི་བོད་པ་ཕྱོགས་ཀྱི་ཚང་གི་མང་པོ་ཅིག་རེད། དེའི་ཐོག་ལ་ངེས་པར་དུ་དངོས་གནས་ཀྱིས་ཁོ་རང་ཚོས་འདོད་བློ་ཁེངས་པ་བཅས་དང་ད་ལྟ་གང་ནས་ཞུས་པ་ནང་བཞིན་གྱི་ང་རང་ཚོ་ཡི་གཅིག་བོད་པ་དེ་ཁོ་རང་ཚོ་ད་ལྟ་དེ་བཙན་བྱོལ་ནས་ཡོད་པ་དེ་ཚོ་དངོས་གནས་ཀྱིས་ཚ་ཚུར་བོ་ཚ་དིང་དིང་ཐབས་ཀྱི་འཇོག་མེད་ཚ་བོ་བཏང་གི་འདུག་ཁོ་རང་ཚོ་དངོས་གནས་ཀྱིས་རེ་བ་ཆེན་པོ་བྱེད་བྱེད་ནས་བཙན་བྱོལ་ནས་འགྲོ་བའི་འགྲོ་བོ་ཆོག་གི་འདུག་བསམ་པར་དེ་འདྲས་ཀྱི་ཡོང་ཐུབ་ཡ་དེ་དཔེ་གལ་ཆེན་པོ་འདུག་མ་གཏོགས་འདི་འདྲས་ལྷག་སོང་བ་ཡིན་ན་ཨ་ནི་མང་པོ་ཅན་སེམས་ཤུགས་ཆག་འགྲོ་བ་བཅས་དང། མ་འོངས་པ་དེ་ནི་དེ་འཇིག་གི་རེ་བ་རྩ་ནས་མེད་འགྲོ་བར་ང་རང་གི་རྩ་དོན་མཐའ་རྩོད་གང་ཅི་གི་ཐོག་ལ་ཡང་ང་ནི་ཉམས་རྒུད་ཉམས་ཆག་ཆེན་པོ་འགྲོ་འགྲོ་གི་འདུག་དེ་ནི་ད་ལྟ་དེ་འདི་ཕ་ཡུལ་ཁུལ་གྱི་ཨ་ནེ་ས་འཇུ་ཚོ་སྡོད་ཁང་དེ་ཚོ་གི་གནས་བབ་གནས་སྟངས་དེའི་ཐོག་ལ་ལག་བསྟར་འདྲ་བོ་ག་ཚད་ཡོང་ཐུབ་ཀྱི་ཡོད་རེད་ཨ་ནེ་འགས་ནས་ག་ཚད་བྱེད་ཀྱི་ཡོད་རེད། དེ་ནས་ཁང་རྣམ་པ་སྤྱི་དང་གི་ཁང་པ་ཅིག་ཡོད་པ་ཙམ་གྱི་རེ་ཚ་ཞིག་ཡོད་པ་ཙམ་གྱི་རྩ་བ་ནས་ཡོང་གི་མི་འདུག་སོང་ཙང་ནི་རེད་རེད་ཅེས་དེ་དངོས་ཡོད་གནས་ཚུལ། ཁོ་རང་ཚོ་ཉམས་མྱོང་ཚད་མེད་ཀྱི་ཐོག་ནས་གསུངས་འདི་གར་མ་གཏོགས་ཁའི་ཨང་འདེམས་ངམ་ཆེ་དྲགས་ནས་དེ་ག་ས་ལྷུང་བ་རྒྱག་ཡས་སྐད་ཆ་རྩ་ནས་རེད་མི་འདུག་དེ་ཡང་སྐམ་ས་ཅིག་དང་ས་ཁུལ་ཆུང་ཅིག་དང་ཅིག་ཡུམ་པས་མེད་པ་ཚང་ལན་གྱི་རྩ་ནས་མེད་པ་དེ་འདྲས་བཅས་ལ་ཞུགས་ཆོག་པ་ཡིན་ན་ཧ་ནི་འཚོ་བ་སྐྱེལ་དགོས་ཡ་གནས་དགོས་ཡ་ཅིག་འདུག་དེ་རྩ་ནས་ཡུམ་ཐོན་ཡ་མེད་པ་ཅིག་རེད་འདུག་བ་དེ་ཡིན་རྩ་ནས་དེ་སུ་ཡིན་ན་ཅིག་ཧ་ནི་ཚང་ལན་གྱི་གང་ཅིག་ཅིག་ཡུམ་ས་ཡུམ་པ་ཅིག་དེ་ན་བསྡད་ན་དེ་ཐོན་ཡ་གནས་ཐུ་ཡ་དེ་འདྲས་ཅིག་ཡིན་སའི་ས་ཆ་དེ་འདྲས་ཀྱི།

དངོས་ནས་ཤི་རྒྱག་ཡུལ་གྲུ་ཁག་བརྒལ་ན། མེ་རེག་རེད་སྐེ་ཡི་རེད་བོད་ཀྱི་རྩྭ་ཐང་རེད་གང་ཅི་གི་ཐོག་ལ་ཡང་དངོས་ནས་ཤི་མི་འདྲ་བོ་ཅིག་མ་གཏོགས་བོད་མི་འདྲ་བོ་ཅིག་རྩ་བ་ཉིད་ནས་ཆགས་གི་མི་འདུག་དེ་ཡིན་དུས་ཀྱི་བོད་དུ་ཆོས་ཀྱི་རིག་གཞུང་ག་ནས་ཡིན་ན་ཡང་གོང་སྤེལ་གཏོང་དགོས་ན་རྒྱ་བལ་འབྲི་གི་ཐོག་ལ་ཡང་རྒྱ་གར་དང་བལ་ཡུལ་གནས་དགོས་གི་འདུག་དེ་འདྲའི་གྱོང་སོང་ལོ་འདྲ་ཚུགས་ཁ་ཤོར་ནས་ཚུར་ཡུང་མིའི་ཕ་སྐྱིད་ཡུང་འབྲི་སོགས་འདྲ་བོ་དེ་འདྲ་ང་ཚོ་ལ་ཤེས་ངེས་བྱུང་སོང།

དང་འགོ་ཚུགས་སོང། དང་པོ་དེ་ལས་མ་འབྱོར་བར། དགེ་རྒན་འཕོ་འགྱུར་གཏོང་གི་འདུག་བ། འཕོ་འགྱུར་གཏོང་དུས་སྐབས་བར་སྟོང་བཏང་ཆ་དཔེ་ཆེན་པོ་གཅིག་དགེ་རྒན་གསར་བ་མ་ལས་བ་བྱས་ནས་ཨེ་ནི་འཛིན་གྲྭ་སྟོང་པ་ཆགས་ནས་དཔུང་མང་པོ་དུས་ཚོད་འཕྲོ་བརླག་འགྲོ་དགོས་འདུག། དེ་གསུང་ཡང་དེ་འདྲའི་དཀའ་ངལ་བྱུང་འདུག་མི་འདུག་ཉོན་ཅིག་དེ་ཞིབ་འཇུག་བྱེད་རྒྱུ་བྱུང་སོང་བྱུང་མ་སོང། དེ།
དེ་ནས། ང་ཚོའི་སློབ་གྲྭ་སྤྱི་ཡོངས་ལ་དགེ་རྒན་མ་འདང་བའི་དཀའ་ངལ། དེ་འདྲ་འདུག་འདུག་མི་འདུག། དེ་འདྲའི་དཀའ་ཉམས་ཅིག་དེ་ཞིབ་འཇུག་བྱེད་རྒྱུ་བྱུང་སོང་བྱུང་མ་སོང། འོ་དེ་ཞུས་ཡོད་ད་དེ་གོ།

བྱ་འདོད་ཡོད་རེད། འདི་པགས་བསགས་ཡག་དང་དམྱལ་བར་འགྲོ་ཡག་གི་དངོས་གནས་ཀྱི་གོ་སྐབས་ཤིག་སེམས་དགོས་ན་ཤེས་རིག་སྐད་ལ་གི་འདི་གོ་ཆོད་དུ་ཆགས་འགྲོ་རེད་དངོས་གནས་རེད། དེ་ཡིན་ཙང་དེའི་ཐོག་ལ་གཟབ་ནན་བྱེད་དགོས་ཡག་དེ་དཔེ་གལ་ཆེན་པོ་གཅིག་དེ་ང་རང་ཚོ་ཚང་མ་གི་ཨ་ནེ་དགོངས་པ་བཞེས་དགོས་ཡག་དེ་ཤེས་རིག་ལས་ཁུངས་དང། མ་འོངས་པ་བོད་མི་རིགས་ཚོས་ན་བོད་གཅིག་སེམས་པ་གནས་མི་ནས་ང་ཚོ་ཁ་གཅིག་གྲགས་དེ་བོད་ཕྲུག་འདི་ཚོ་ཆགས་འདོད་རེད་བོད་ཕྲུག་མནའ་མ་ག་ཚོད་ཡོད་པ་མནའ་མ་ཡོད་བ་གཅིག་གནང་བ་ལ་ཤེས་ཡོན་སློབ་སྦྱོང་ཚད་ལྡན་ཡོད་ངེས

ཅེས་དེ་ག་དུས་ཡིན་ན་ཡང་འབྲི་བདེ་བ་གད་སྙིགས་ནང་གི་ཅིག་ན་ཡང་བཙོང་མ་ཙམ་ལས་བཟོ་མ་ལོ་བ་ཅིག་དང་གཅིག་དེ་ཚོ་བརྩེ་བའི་ཨམ་དང་པོ། རྡོ་རྗེ་ཕ་ལམ་ནང་བཞིན་ཡིན་ན་ཡང་གཏན་འཇགས་བྱས་དང་དེ་ནང་གནས་མ་ཐག་པ་གོ་སྐབས་བསྐྲུན་མ་ཐག་པ་དཀའ་ངལ་ཡོད་བདེ་བ་ཅིག་ཡིན་དུས་བསམ་ནས་གཏན་འཇགས་དང་ཆོས་ཁའི་དུས་སུ་ཡང་དབྱིན་ཇིར་དུ་དབྱིན་ཇིའི་དུ་ཞིབ་འཇུག་ནི་དེ་འདྲའི་གནང་དགོས་ད་པའི་གལ་ཆེན་པོ་འདུག་མ་གཏོགས་ང་ཚོས་དེ་ནས་དགེ་རྒན་དང་ལས་བྱེད་ཡག་པོ་མ་གནས་སོང་བ་ཡིན་ན་སློབ་གྲྭ་ཡག་པོ་ཆགས་མེད་པ་དེ་བདེན་མི་ཟ་བ་སྨོས་མ་དགོས་པ་ཞིག་ཆགས་དུ་ཡོད་རེད་བ། དེ་བྱེད་དུ་བཅར་ནས། དཔལ་ལྡན་ཤེས་རིག་བཀའ་བློན་མཆོག་གིས་ད་ལྟ་ལས་ཁུར་བཞེས་བྱས་ནས། ཨ་ནེ་བསྟན་འཇགས་དགེ་རྒན་ཡིན་ན་ཡང་རེད། ཁོ་རང་ཆོས་དགེ་ཡིན་ན་ཡང་རེད་དགེ་རྒན་དེ་ཚོ་རྩེ་ཕུད་ཀྱི་ཡ་དམ་དང་སིལ་སིལ་འདྲ་བོ་བྱས་ནས་ཨ་ནེ་བྱ་དགའ་འདྲ་བོ་དང་རྔན་པ་འདྲ་བོ་དེ་འདྲ་གྱིས་དངུལ་ལུས་ཀྱི་སེམས་འགུལ་དེ་ཡ་གནས་ཐོ་ཡ་དེ་འདྲ་གྱིས་ད་ལྟ་བར་དུ་བྱུང་སོང་དང་མ་སོང། ཐོག་མར་གཅིག་དེ་ཞུ་བ་ཡིན། དེ་འདྲ་གཉིས་པ་དེ་ལ་ག་རེ་བྱུང་ཟེར་ན། སྤྱི་བསྡོམས་ཀྱིས་ད་ང་ཚོའི་སྤྱི་ཚོགས་ནང་ལ་དགེ་རྒན་ཚིག་དེ་དེ་དཔེ་སྐམ་པོ་རེད།

གཉིས་པ་དེ་བྱུང་བ་ཡིན། གསུམ་པ་དེ་ལ་ཡང། ད་ང་ཚོ་དངོས་གནས་ལྷོ་ད་ཅི་ཡང་ཇིང་ཡང་ཐད་ཀ་ཐོག་ལ་ཡང་དཀའ་ངལ་ཆེ་ཤོས་ཀྱི་ག་རེ་ཆགས་ཡོད་ཟེར་ན། དགེ་རྒན་འཕོ་འགྱུར་བྱས་བྱས་ནས། དང་པོ་སྔར་ལ་སེམས་ལ་མ་གཏོང་བྱས་ནས་བཀྲ་ཤིས་ཀྱི་འཕོ་འགྱུར་གཏོང་བྱས་ནས་དེ་ཚར་དུ་བཙལ་ལ་མ་ལས་ནས་དེ་བཏང་ཆ་ཆེན་པོ་ཞིག་ལྷག་ཏུ་རེད་ལྷོ་ད་ཡང་ལ་ཡང། ད་དེ་འདྲའི་མ་བྱུང་བ་ཅིག། དངོས་གནས་ཤེས་རིག་དཀའ་ལས་ཤེས་རིག་ཐོག་ལ་ལྷོ་སྦྱོང་ཉམས་མྱོང་རྒྱུན་རིང་ཞུ་གི་ཡོད་ལ་ངེས། པར་ཁས་ལེན་བྱས་ནས་དེ་ནས་ཕེབས་འོང་ཉེ་ཆེ་ངས་ངོས་འཛིན་ཞུ་གི་ཉམས་མྱོང་ཡོད་དེ་ངེས་ཅན་རེད། དེ་འདྲའི་ཐོག་ལ་སྟངས་ཆ་མ་ཡིན་བས་དེ་འདྲའི་ཐོག་ལ་ཉམས་ཞིབ་དང་ཞིབ་འཇུག་དེ་འདྲའི་གི་སྟངས་ཆ་མེད་བས་ད་ལྟ་ཁྱེད་ལ་གདེང་ཚོད་ཡོད་དམ་མེད། དེའི་ཐོག་ལ་ཞིབ་འཇུག་བྱུང་སོང་མ་སོང་དེ་ཞུ་གི་ཡོད། ཨ་ནི་བྱིས་པ་དེ་ལ་ཡང། དེ་ནས་ང་ཚོ་སློབ་གྲྭ་ཁག་ནང་ལ་ཡང་ཨ་ནི་ཀྱི་དགེ་རྒན་གི་མ་འདང་བ། དགེ་རྒན་མ་འདང་ན་དཔེ་གསར་ར། དགེ་རྒན་མེད་བས་སློབ་གྲྭ་སྟོང་པ་ཅིག་འདི་འདྲ་ཅིག་གི་སློབ་གྲོགས་ཤར་ན་ད་དེའི་གོ་སྐབས་ག་དུས་རག་གི་རེད།

ན་རྒྱུ་མང་པོ་ཤེས་གི་མ་ར་ཅི་ཤེས་ཀྱང་འདྲི་རྒྱུ་ཧྲ་ཅི་ཡོད་ན་མང་པོ་ཤེས་གི་མེད་ཤེས་ཀྱི་གལ་ཆེ་ཤོས་ཀྱི་ལ་ཡང་ངས་མ་ང་རང་ཡི་གེ་མི་མཐོང་ལག་ཟིན་ཐོག་ལ་ཤིང་སློང་ལ་ཨ་ནེ་ས་རྒོད་ཆུ་ཆུ་འགྲོ་དུས་ས་གནས་འདི་ལ་ཐབས་ཆུང་ཆུང་མེད་ཚ་བོ་བཏང་བསྡད་མཁན་གྱི་དགེ་རྒན་དངོས་གནས་གྲོང་ནས་ཧང་སང་ཡན་གྱི་སློབ་སྦྱོང་ཡག་པོ་སྤྲད་མཁན་ཤོད་ལང་ཡག་པོ་དང་བོད་ཀྱི་རིག་གཞུང་ཕྲ་ཐང་ལ་སོགས་པ་འབུར་སི་ཐན་བསྡད་པའི་གི་དེ་འདྲ་གི་དགེ་རྒན་ཅིག་འདུག་ཟེར་མཁན་ང་མ་ཞུ་ཡིན།

འདི་གསུངས། ལས་རུང་བཀའི་རྩིས་ལོ་ཉིས་སྟོང་ཉིས་བརྒྱ་རྩ་གཉིས། རྩ་གསུམ་ལོ་ལེགས་ཟླ་ཉི་དུས་ཐུགས་ལ་ཡང་ཆ་བཞི་ལེན་གྱི་ཡོད། ཨ་ཏི་བདེ་སྲུང་བཀའ་ལན་ཕྱོགས་ལ་ཡང་གཅིག། བཀའ་འདྲི་ཞུ་དུས་ག་ལ་མི་ཟ། སྤོབས་པ་འདྲ་བོ་སྐྱེ་གི་འདུག་རྒྱུ་མཚན་གར་ཟེར་ན་ཁ་ཉན་པོ་འདྲ་བྱེད་རེད། ཁ་སང་ཐོག་དང་པོ་སྐབས་ལ་ཡང། སྐྱང་དཀར་མོ་སྐུ་ཕྱྭ་ལ་ཆ་ཆ་ཆ་ཕེབས་དགོས་རེད་ཞུ་དུས་ག་ལ་སྟེས་དབང་གཅིག་ལང་ལོས་ཀྱི་ཡོད་ལ་མེད་ལ་གསུངས་སོང། ཡིན་ནའང་ཏག་ཏག་བཙན་བྱོལ་གྱི་ནས་དེ་ནས་བཟུང་སྟེ་ཆ་ཆ་ཆ་ཕེབས་ཀྱི་འདུག། དཔེ་ཡག་པོ་བྱུང་ཞིང་སྐུ་ཞང་ཡང་དཔེ་སྐམ་པོ་ཆགས་ས་དང། དེ་རིང་ནས་ཐད་ཀར་བཀའ་འདྲི་ཞུ་ཡ་ལ་བདེ་སྲུང་ལས་ཁུངས་ཀྱི་ལས་དོན་གཉིས་བསྡུས་ནས་སྡེ་མ་གཉིས་པའི་ཡིག་འཕྲིན་དང་པོ་གཉིས་པ་གནང་ནས་གསར་འདེབས་པ་དེའི་ཐོག་ནས་དང་པོ་དེ་ཡིན། སྐུ་སྲུང་བ་དང་ཁ་ལོ་བ་བཅས་ཀྱི་ལུས་པོར་དགྲ་དྲུག་རིས་མཚམས་སྨིན་པའི་རྟགས་ཅིག་འཁྱེར་གྱི་ཡོད་གསུངས་ཤིང་དེ་སྔོན་ནས་དཔེ་གལ་ཆེན་པོ་ཡག་པོ་བྱུང་རེད་བྱ། ཡིན་ན་ཡང་ངས་བཀའ་འདྲི་ཞུ་ཡ་དེ་ལ་ཡང་སྐུ་སྲུང་བ་ནང་ལ་ཡང་རྒྱ་གར་དང་བོད་པ་གཉིས་ཀ་ཡོད་རེད་བ། རྒྱ་གར་དང་བོད་པ་གཉིས་ཀ་སྐུ་སྲུང་བ་རེད་བས་བོད་པ་གཅིག་པོ་རེད། གལ་སྲིད་བོད་པ་གཅིག་པོ་ཡིན་ན་སྐུ་སྲུང་བ་སུ་ཡིན་ན་ཅི་ཡང་ཡོང་སྲིད་གི་རེད་བ། དེ་ཡིན་དུས་ཚང་མ་ལ་ཨ་ནི་བརྟག་དཔྱད་མཉམ་དུ་དེ་འདྲ་བྱེད་ཐུབ་དགོས་ད་གལ་ཆེན་པོ་འདུག། དེ་ག་འདྲ་རེད་བཀའ་འདྲི་ཞུ་ཡ་དང་པོ་དེ་ཡིན། དེ་ནས་བཀའ་འདྲི་ཞུ་ཡ་གཉིས་པ་དེ་ལ་ཡང་ཚོགས་མི་མཆན་གསར་བཏང་ཡོད་འདུག། སྐྱེ་འགག་རིན་པོ་ཆེའི་ལོ་སྔོན་མ་ད་ལོ་ད་ལྟ་བདེ་ཐང་ནང་གསར་འདེབས་པ་ནང་བཞིན་ལ་དྭགས་ལ་ཆེ་ཤོས་བྱུང་རེད་ལ་དྭགས་དེ་ས་ཆ་གལ་ཆེན་པོ་བཞི་པོ་ཆགས་འདོད་རེད་དེའི་སྐབས་ལ་ཡང་ནི་སློབ་རིམ་ཐོག་ཆགས་སྐབས་གང་དག་ཅིག་ལ་ཆོས་ལུགས་ཡིན་ན་ཡང་རེད་ཆ་རྒྱུས་ཤུགས་དྲག་པའི་རྐྱེན་ཡིན་ན་གང་ལྟར་ཉི་མ་གཅིག་སུན་ཕྱུང་ར་བ་ལ་སུན་ཕྱུང་གཏོང་མ་ཐུབ་པ་དེ་འདྲ་བྱུང་ཡོད་ར་དེས་དཔའ་རྟའི་སྡེ་གསུམ་བཀའ་ལན་ཨ་ནི་འགན་ཁུར་གནང་བྱས་ནས་ས་གནས་དབུས་ས་གཉིས་ལ་ཡང་སྙན་གསེང་ཞུས་བྱས་ནས་ནང་རྒྱུ་ཤེས་གསལ་ཡོད་པ་ནང་བཞིན་གལ།

ཨ་ནི་ཨ་སི་མེད་པའི་དཀའ་ངལ་ཡོད་དུས་ཁ་ཤས་རྒྱ་གར་ལ་ཡོང་བྱས་ནས་ཨ་སི་དེ་འདྲ་ལན་གང་ཡོང་འདུག་སྐབས་ལ་ཁ་ཤས་ཅན་ཡོང་སྟབས་རྡེའུ་ཐོག་ལས་ཨ་ཆ་ཅན་འདྲ་བོ་ཡིན་ན་ཡང་ཁོ་ལང་སོང་བཟོ་ཐོ་བདེ་བ་ཅིག་ཡོང་གི་འདུག་ཁ་ཤས་ནང་ག་ཟེ་མི་ག་ཟེ་དཀའ་ལས་བྱས་ན་བཟོ་མ་ཐག་བ་དཀའ་ངལ་འབྱུང་བསྡད་ཀྱི་འདུག་དེ་གཉིས་ལ་ཁྱད་པ་འདྲ་ག་རེ་ཡོད་བ་ཡིན་ན་དེ་ནས་བཟོ་མ་ཐག་བ་དེ་ལ་བཟོ་ཐོ་ཡག་ཐ་ལམ་འདྲ་ག་རེ་ཡོད་ན་ཨ་སི་ཡས་པ་དེ་བདེ་སོང་དཀའ་ལས་ཆོག་ཨ་ནི་དེ་དངོས་ཡོད་དངོས་འབྲས་ཀྱི་ཐོག་ལ་མ་དེ་རིང་ཡང་རྒྱ་ཆེ་མང་ཚོགས་ལ་ལམ་བསྟར་ཅིག་གནང་ཐུབ་བ་ཡིན་ན་དཔེ་ཡག་པོ་འདུག་ཞུ་གི་ཡོད། ཨ་ནི་མཐའ་མ་དེ་ལ་བདག་གི་རྒྱོབ་ཚ་བོ་དྲག་གི་འདུག། ཤིན་ཅང་ཀ་ལ་མཚམས་མཚམས་ཕར་འགྲོ་མ་ཐག་པའི་དཀའ་ངལ་ད་ལྟ་གང་ཡོད་མང་པོ་འདུག་ད་མཚམས་མཚམས་ཚོད་ཡོང་མ་ཐག་པའི་དཀའ་ངལ་ཕེབས་འོང་འཕྲད་བསྡད་ཀྱི་འདུག་ལྷག་པར་དུ་ཡུ་རོབ་ཁུལ་ནས་ཚོད་ཡོང་མ་ཐག་པ་ཨ་མཆོང་ཆེན་ཞུས་དུས་ཨ་ནི་མཆོང་ཆེན་མ་རག་བ་དུས་ཚོད་འགོར་ཚར་བ། ག་ཟེ་ཚོད་ཡོང་ཡན་གྱིས་ཨ་ནི་མཆོང་ཆེན་ཞུས་ན་ཡང་དུས་ཚོད་རིང་པོ་མ་རག་བ། དེ་འདྲའི་དཀའ་ངལ་མང་པོ་འཕྲད་བསྡད་ཀྱི་འདུག་དེ་ཡན་ལ་ཡང་ཨ་ནི་པ་དེ་བཀའ་ཤག་རེད་བདེ་སྲུང་ལས་ཁང་གི་བརྒྱུད་ནས

བ་སྟེ་ཕྱི་དྲིལ་བཀའ་ལས་མཆོག་ལ་ཡང། ཐུགས་རྗེ་ཆེ་ཅེས་དང་གཉིས་དང་གཉིས་ཀྱི་ཐོག་ནས་ཤོད་ཡིན། ཧ་ནན་ཐུགས་རྗེ་ཆེ་དེ་ག་ཚོད་གྲོས་ཚོགས་གོང་མའི་བཀའ་ལ་ཐའེ་ཝན་གྱི་གནས་སྟངས་དང་འབྲེལ་བའི་ཐོག་ལ་ཡང་སྙན་ངག་ཆེན་པོ་ཁ་ཤས་ཞུས་ནས། བ་སྟེ་ཕྱི་དྲིལ་བཀའ་ལས་གྲོས་ཚོགས་གྲོས་མ་དག་དང་དེ་ལ་ཕེབས་བྱས་ནས་ཐའེ་ཝན་ཕྱི་སྲིད་བློན་ཆེན་གཙོས་བྱས་པའི་བཀའ་ནི་ཐའེ་ཝན་དོན་གཅོད་རྣམ་པ་ཚོར་ཧ་ནན་བཀའ་ལས་གཅོད་བྱས་ནས་ད་ལྟ་དེའི་ལས་དམ་སུན་ཅུ་ཚོགས་སྐུ་གནང་བ་ས་དེ་བ་ནང་བཞིན་གྱི། ཕྱག་ལས་སུ་དཔེ་མི་ཚེ་ཡག་པོ་གནང་འདུག་དེ་འདྲའི་ཚ་ཚ་འུར་འུར་གྱི་ཕྱག་ལས་གནང་བ་ན་ང་ཚོ་དབྱིངས་དགྲ་གཅིག་ལས་གདའ། དཔེ་མི་ཚེ་དགའ་བོ་བྱུང་ཐུགས་རྗེ་ཆེ་ཞུ་བ་དེ་ཡིན། དེ་ནས་གནས་དོན་དང་པོ་དེ་ག་རེ་ཞུས་ཟེར་ན་ཕྱི་དྲིལ་ལས་ཁུངས་སྤྱི་ལོ་ཉིས་སྟོང་ཉེར་གཅིག་རྩ་གཉིས་རྩ་གསུམ་ལས་དོན་སྙིང་བསྡུས་ཤོག་གྲུང་བཅུ་གཉིས་ཨ་ནེ་ཡིག་འཕྲིན་མཐའ་མ་གི་གོང་མ་དེའི་ནང་ལ་འགྲེམས་སྟེང་ལ་ཡང་དེ་ནི་མ་ཟླ་བ་ལྔ་པའི་ཚེས་ཉེར་བཞི་ཉིན་མེག་གྷན་ཁྲོམ་རའི་དཀྱིལ་དུ་བོད་ཀྱི་འབྲི་ཐང་གོང་གི་ལས་གཞིའི་ནི་ཡུལ་སྐོར་བསྐྲུན་ཆོག་པ་དང་མ་མོ་ནང་ལ་བོད་ཀྱི་འབྲི་ཐང་གོང་གསར་པའི་ཆགས་ཡུལ་དང་དེར་འབྲེལ་བོད་ཀྱི་ཆོས་དང་རིག་གཞུང་རྒྱལ་རབས་ཁོར་ཡུག་བཅས་ཀྱི་ངོ་སྤྲོད་ཞུ་ཐུབ་པ་བྱུང་ཡོད་སྟེ་དངོས་གནས་དཔེ་མི་སྲིད་གནས་བརྟན་ཆེན་པོ་གནད་འགག་ཆེན་པོ་གལ་ཆེན་པོ་ཨ་ནེ་སྤོབས་པ་བཅས་ཡོད་པ་ཞིག་རེད་ཤག་དེ་དང་ཆ་འདྲ་བའི་གལ་སྲིད་གནད་འགག་ཆེན་པོ་ང་རང་ཚོའི་གནས་ཡུལ་རྒྱ་གར་གྱི་རྒྱལ་ས་ལྟེ་གནས་ལྡི་ལི། དེའི་ནང་ནས་ཨ་ནེ་བོད་སྒར་གསང་ཡིག་གླིང་ལ་ད་དངོས་གནས་མི་སྣ་འདུ་འཛོམས་ཆེན་པོ་ཞི་བུ་ཅིག་ཆགས་བསྡད་ཡོད་རེད། ལྷག་པར་དུ་མ་འོངས་པའི་གཞན་གཅེས་འགོ་ཁྲིད་ཨ་ནེ་རྒྱ་གར་བཅས་ཀྱི་དངོས་གནས་ཀྱི་མཛད་སྦྱོང་བྱེད་མཁན་མི་སྣ་མང་པོ་ཅིག་ཡིན་དུས་ས་གནས་དེ་ལ་ཡང་ད་ལྟ་མོན་གྷོ་ལ་ཡོད་པའི་ཀི་ཨ་ནེ་བོད་ཀྱི་འབྲེལ་ཟམ་ཁང་ནང་བཞིན་གཅིག་དེ་འདྲ་ཅིག་བཙུགས་ཐུབ་སོང་བ་ཡིན་ན་གནས་བརྟན་མང་པོའི་ཐོག་ལ་ཕན་ཐོགས་ཆེན་པོ་ཞི་བུ་ཅིག་རེད་ཤག། དེ་བཙུགས་མི་ཐུབ་པ་ཡང་གལ་མི་འདུག་ད་ལྟ་དེའི་ལས་དོན་ནང་ག་གསར་མི་འདུག་དེ་འདྲ་ཅིག་བྱུང་བ་ཡིན་ན་དཔེ་ཡག་པོ་འདུག་དེ་འདྲའི་ཐུགས་ཆགས་ཡོད་དུ་མེད། གནས་སྟངས་དང་པོ་དེ་ཞུ་ཡ་ཡིན། ཨ་ནི་གནས་སྟངས་གཉིས་པ་དེ། ཨ་ནི་ཡོངས་སུ་གྲགས་པའི་དཔའ་ལྡན། སྔ་འགྱུར་རྙིང་མ་པ་དང་དཔའ་ལྡན་ས་སྐྱ་པ་འགྲོ་མཁན་བཀའ་བརྒྱུད་པ། ཨ་ནི་རི་བོ་དགེ་ལྡན་པ་ཆོས་རྗེ་ཆེན་པོ་བཞི་ཡངས་སུ་གྲགས་བདེ་བའི་སྐལ་བཟང་ལན་ཚྭ་ཡི་ལྟེ་བ་གནས་མཆོག་རྡོ་རྗེ་གདན་ལ་ཡར་ལོག་ལྟར། བརྒྱ་བྱིན་མཆོད་འབུལ་སྨོན་ལམ་བྱེད་མ་ཚོགས་དུ་འཚོགས་བཞིན་པ་བཅས་ཡིན་པ་ལ། ཡིན་ན་ཡང་བཀའ་ཤག་གང་མིན་གྱི་སོར་བྲོ་བཟང་པོ་གཅིག་ལ་ད་ལྟའི་བཀའ་ཤག་དེ་མེ་བ་འདྲ་བོ་གཅིག་དེ་འདྲ་ཆགས་ཏེ་བཞག་དེ་དངོས་གནས་ཀྱི་ཀྱི་བསོད་ནམས་ཟེར་ཡག་འདྲ་བོ་གཅིག་དང་བློ་ཕམ་དགོས་ཡག་འདྲ་བོ་གཅིག་ཆགས་རེ་དྲན་གྱི་འདུག་བཀའ་ཤག་གང་མིན་བཀའ་ལ་ག་རེ་གནང་ཡོད་རེད་ཟེར་ན། ང་ཚོའི་ཕྱི་དྲིལ་ལས་ཁུངས་ཀྱི་དྲི་བ་དྲིས་པའི་གསར་འགྱུར་སྡེ་ཚན་གཅིག་ཨ་ནེ་ཆོས་རྒྱུད་ཆེན་མོ་ཁག་གི་སྨོན་ལམ་ཆེན་མོའི་བཀའ་ལ་དེ་འདྲ་གཅིག་གཏོང་ཡག་གཅིག་བྱས། པའི་བསྟོད་དབྱངས་དེ་དགོས་པ་རྒྱུ་མཚན་མང་པོ་གཅིག་གིས་ས་ཐག་རིང་པོ་མཉམ་ཞུགས་བྱེད་མ་ཐུབ་ངེས་དང། ང་རང་ཚོའི་འབྲེལ་ཡོད་རྒྱ་ཆེ་ན་མང་པོ་གཅིག་ཡང་དེའི་ཐོག་ནས་བརྗོད་ལམ་དེའི་ཐོག་ནས་པས་ད་ཆ་ཆེན་པོ་བཅས་དང་ནི་མཆོན་པོ་བཅས་དང་ཕན་ལམ་བརྒྱད་དེ་འདྲ་གལ་ཆེན་པོ་ཆགས་དུས་དེའི་དགོངས་པ་བཞེས་བྱས་ནས་དེ་འདྲའི་གནང་བྱ་བ་ཅི་རེད་དེ་རེད་དེ་པས་གལ་ཆེན་པོ་ཆགས་དུས་རེད་དངོས་གནས་དེ་འདྲའི་རྩ་ནས་མ་འོངས་པར་མུ་མཐུད་ནས་དེ་འདྲའི་བཅས་གཏང་ཐུབ་པ་ཡིན་ན། དཔེ་མི་སེར་ཡག་པོ་འདུག་མ་གཏོགས་ད་ལྟ་དེ་ཁེངས་ཚ་ཞིབ་འདུག་སྤྱི་ཚོགས་ནང་སྐད་ཆ་བཤད་དེ་མང་པོ་ཡོང་འདུག་ད་ལྟ་བཀའ་ཤག་དང་བཀའ་ཤག་དེ་ནས་དབུ་ཁྲིད་པའི་ཁེ་ཨ་ནེ་དགེ་འདུན་པ་དང་དེ་ག་ནང་བཞིན་ཆོས་རྒྱུད་དང་བོད་རྒྱུད་ནང་བསྟན་ལ་ཡང་ཅེས་རྣམ་འགྱུར་འདྲ་བོ་དང་ལྟ་སྣང་སྟེགས་མ་འདྲ་བ་ལབ་དེ་ཡ་དེ་དེ་གི་བདེན་དཔང་ར་འཕྲོད་འདྲ་བོ་ཆགས་མི་སྲིད་པ་རེད་མི་འདུག་ད་དངོས་གནས་ང་རང་ཚོ་འཛོམས་པ་ལ་འདི་ལ་ངམ་རྒྱུས་ཡོད་ཟེར་བ་འདྲ་བོ་དེ་བོད་བརྒྱུད་ནང་བསྟན་དེའི་དབུ་ཁྲིད་པ་ཚོ་ཆགས་ཀྱི་ཡོད་དུས་དེའི་སྔོན་གནས་ང་རང་ཚོ་གོ་ཁ་བཟང་པོ་དུས་ཚོད་བཟང་པོ་སྤྱི་རྒྱུས་གཉིས་མཐུད་བྱས་ནས་ཆོས་རྒྱུད་ཆེན་པོ་ཚང་མ་སྨན་ལམ་ཚོགས་འདུ་བཀག་ལ་ང་རང་ཚོ་དཔེ་མི་ཉུང་ར་ང་རང་ཚོ་དེ་ལ་འབྲེལ་བ་ཡོད་པའི་སེར་ཐང་ཡོད་པའི་མི་མང་མང་པོ་ཅིག་ལ་བོད་ལ་ཡང་དམིགས་ས་ཡོད་བ་རིག་གཞུང་གི་ཁ་ཁ་ཡོད་བ་སྐད་ཁ་ཁ་དེ་འདྲའི་ཅིག་གི་བར་གོ་བ་ཧྲེ་ཧྲེ་ལགས་འགའ་གོ་ཁ་བཟང་པོ་ཞིག་བྱས་འདུག་དེ་མུ་མཐུད་ནས་དེ་འདྲ་གནང་ཐུབ་དགོས་གལ་ཆེན་པོ་རེད། སྤྱི་བཏང་པ་དེ་ཤེས་བྱ་ག་ལེ་ག་ལེ་ཡིན་དེ་འདྲ་གནང་སྲིད་ཀྱི་རེད།

དངོས་གནས་སོ་སོའི་ནུས་པར་དཔག་པའི་མཐུན་འགྱུར་གང་ཐུབ་ཐབས་ཀྱིས་ཞུས་པ་ཡིས་གཞན་ལ་ཡང་འབོད་སྐུལ་ཞུས་པ་དེ་འདྲས་ཡིན་ཙང་དེ་མུ་མཐུད་ནས་དེ་འདྲས་ཀྱི་ཡོང་ཐུབ་ཡ་གལ་ཆེན་པོ་འདུག་དེ་ད་ལྟ་བར་དུ་གར་གྱིས་ནས་དེ་འདྲས་མ་ཡོང་བ་བཀག་བཞག་པ་རེད་སོགས་བཀའ་འདྲི་ཞུས་ན་བདག་དེ་སྙིང་གཏད་མཐའ་མ་དེ་ཡིན།